ཕུར་བུ་གསང་བ་ལ་ཟམ་བྲིས་བཀྲ་ཤིས་ལས། ད་རིང་ཕུག་རོན་བསྐྱབས་པ་ཞེས་པའི་གྲོང་གི་མ་ལོག་ཡིན། མཁའ་འགྲོ་མཚོ་མོ། ཉིན་ཞིག་མཁའ་འགྲོ་དང་མཚོ་མོ་སྤང་ཐང་སྟེང་ལ་ཕྱིན་པ་རེད། ཁོ་གཉིས་ཀྱིས་བ་ཕྱུགས་ཀྱི་འཆི་བ་བསྒྲུགས་པ་རེད། ཕུག་རོན་ཞིག་ས་དོང་ནང་དུ་ལྷུང་ཡོད་པ་མཐོང། ཕུག་རོན་དེས་སྐེ་ལ་རྨ་བཟོས་ཡོད་པ་མཐོང། མཁའ་འགྲོ་དང་མཚོ་མོས་ཕུག་རོན་དེ་ནད་པ་ཡིན་པ་ཤེས། མཁའ་འགྲོས་ཕུག་རོན་དེ་ས་དོང་ནས་ཡར་ལེན་ཐབས་བྱས་པ་རེད། ཕུག་རོན་དེས་གཤོག་པ་སླེབས་ཙམ་སླེབས་ཙམ་བྱེད་ཀྱི་ཡོད། མཚོ་མོས་ཕུག་རོན་གྱི་ཆེད་དུ་ཆུ་ལེན་པར་ཕྱིན། ཁྱི་ཞིག་ཀྱང་ས་དོང་དེ་ཡི་འགྲམ་ལ་སླེབས་པ་རེད། ཁྱི་དེ་ཕུག་རོན་ལ་བསྟེན་ནས་བབས་པ་རེད། མཁའ་འགྲོས། ཁྱི་དེ་ཕར་དེད་པ་རེད། མོའི་བག་ལེབ་ཅིག་བཏོན་ནས་ཁྱི་དེ་ལ་སྤྲད། ཁྱི་ཡིས་བག་ལེབ་དེ་བཟས་པ་རེད། ཁྱོས་ཕུག་རོན་ལ་བསྟེན་ནས་བསྡད། མཁའ་འགྲོས། ཕུག་རོན་དེ་རང་གི་ལག་པར་བླངས་པ་རེད། ཕུག་རོན་ལ་རྨ་ཆེན་པོ་བཟོས་ཡོད་པ་རེད། མཚོ་མོས། ཆུ་ཁྱེར་ནས་ཚུར་སླེབས་པ་རེད། མཁའ་འགྲོའི་བག་ལེབ་ཅིག་ཐག་རིང་པོར་གཡུགས། ཁོ་གཉིས་ཀྱིས་ཕུག་རོན་དེ་ནང་ལ་འཁྱེར་རྒྱུ་བྱེད་པ་རེད། ཕུག་རོན་དེ་མཁའ་འགྲོས་ལག་པར་འཁུམས་ནས་བསྡད་ཡོད་པ་རེད། མཁའ་འགྲོས་གོམ་པ་ག་ལེར་རྒྱབ་ནས་ཕྱིན། མཚོ་མོས་ཤོག་སྒམ་ཞིག་འཁྱེར་ཡོང་བ་རེད། དེ་ཡི་ནང་དུ་རྩྭ་སྐམ་པོ་བཏིང་བ་རེད། མཁའ་འགྲོས་ཕུག་རོན་དེ་ཤོག་སྒམ་ནང་དུ་བཞག། མཁའ་འགྲོས། ཕོར་པ་ཆུང་ཆུང་ཞིག་གི་ནང་དུ་ཆུ་བླུགས། ཕོར་པ་དེ་ཕུག་རོན་གྱི་འགྲམ་དུ་བཞག་པ་རེད། མཚོ་མོས་ཐབ་ཚང་ནས་པགས་ཁྱེར་ཡོང་བ་རེད། ཕུག་རོན་གྱིས་ཆུ་མང་པོ་བཏུང་བ་རེད། ཕུག་རོན་གྱིས་པགས་ཏོག་ཙམ་བཟས། ཤོག་སྒམ་ནང་དུ་ཁུ་སིམ་མེར་ཉལ་ནས་བསྡད། ཕུག་རོན་དེ་ཁོ་གཉིས་ཀྱི་སྤྱན་སྔར་སེམས་ཅན་ཆགས་པ་རེད། མཁའ་འགྲོས་མཚོ་མོ་ལ་ཨེམ་ཆི་ཞེས་བོས་ཀྱི་ཡོད་པ་རེད། མཁའ་འགྲོ་དང་མཚོ་མོ། ཕུག་རོན་གྱི་ཨེམ་ཆི་ཆགས་པ་རེད། མཁའ་འགྲོ་དང་མཚོ་མོས་ཉིན་ལྟར་ཕུག་རོན་ལ་སྨན་བཅོས་བྱེད། ཕུག་རོན་གྱིས་ཁོ་གཉིས་ལ་ཞེད་སྣང་བྱེད་ཀྱི་མེད། ཕུག་རོན་གྱིས་རྨ་དེ་ཉིན་རེ་བཞིན་གསོས་པ་རེད། མཁའ་འགྲོ་དང་མཚོ་མོས་ལས་ཀ་བགོ་བཤའ་བརྒྱབ། མཚོ་མོས་ཉིན་ལྟར་ཕུག་རོན་ལ་ཆུ་སྤྲད་པ་རེད། མཁའ་འགྲོས་ཉིན་ལྟར་ཕུག་རོན་ལ་སྤགས་དང་གྲོ་སྤྲད་པ་རེད། ཕུག་རོན་གྱིས་རྨ་དེ་རྦད་དེ་དྲགས་པ་རེད། ཤོ་གམ་གྱི་ཕྱི་ལ་ཡང་ཡང་ཐོན་ཡོང་བ་རེད། ཕུག་རོན་གྱི་གཤོག་པ་རྡེབ་ཙམ་རྡེབ་ཙམ་བྱེད། ཉིན་ཞིག་མཁའ་འགྲོ་དང་མཚོ་མོ་སླར་ཡང་འཆི་བ་འབྲུག་པར་ཕྱིན། ཁོ་གཉིས་ཀྱི་ཕུག་རོན་དེ་ཡང་མཉམ་དུ་ཁྱེར་ཕྱིན། ཁོ་གཉིས་ཀྱི་ཕུག་རོན་དེ་ནམ་མཁར་གློད་པ་རེད།